ད་ག་ནས་ཤིང་གི་དཔེར་ན་སྦྲང་མ། སྦྲང་རྩི་ཟ་མཁན་གྱི་དཔེར་ན་སྦྲང་མ་དེ་ཚོར་འདིར་འཕྲད་དེ་རིགས་མང་པོ་ཅིག་ཁོ་རང་ཚོ་མཉམ་རྡོལ་བསྡད་ནས། ཡང། སྤྱི་ཚོགས་རུ་གཅིག་གི་ཐོག་ནས་འཚོ་བསྡད་པ། དུད་འགྲོའི་རིགས་མང་པོ་ཅིག། ཡི་གེ་དེ་ཁོང་ཚོ། ལ་ང་ཚོ་མི་ནང་བཞིན་གྱི་རྣམ་དཔྱོད་ཡོད་མ་རེད་དེ། ཡིན་ན་ཡང། ཁོ་རང་གཅིག་གིས་གཅིག་གི་དངོས་ཡོད་གནས་ཚུལ་ལ་ཡང་གཅིག་གིས་གཅིག་ལ་བརྟེན་ནས་འཚོ་དགོས་ཀྱི་ཡོད་པ་ཡིན་དུས་ས་ནས་སྤྱི་པའི་སྤྱི་སེམས་དེ་ཤ་ཤུགས་ཆེན་པོ་ཡོད་རེད། མི་གོ་འདུག་བ་དེ། དཔེར་ན་ང་ཚོ་སྦྲང་རྩི་བསགས་མཁན་གྱི་སྦྲང་མ་དེ་གིས་ཁོ་ལ་གནོད་པ་བྱེད་མཁན་རེ་བྱུང་བ་ཡིན་ན། དེའི་སྦྲང་མ་རེ་ཟུང་རེ་ཟུང་གིས་ཁོ་ལ་བའི་ཁོ་རས་སྲོག་བློས་བཏང་ནས་ཆོམ་ཡོང་གི་འདུག་བ། འོ་དེ་ཁོ་རང་ཚོའི་སྤྱི་པ་རུ་དེ་རུ་དག་པའི་སྤྱི་ཚོགས་རུ་ཁོའི་ཐོག་ནས་འཚོ་དགོས་ཀྱི་ཡོད་པའི་གནས་ཚུལ་དེའི་ཐོག་ནས་སྤྱི་སེམས་ཞིག་གླས་ཡོང་གི་ཡོད་རེད་བ། ང་རང་ཚོ་མི་ལ་དངོས་ཡོད་གནས་ཚུལ་གོ་ར། ང་ཚོ་མཉམ་རྡོག་རུ་རུག་རུག་བྱས་ནས་འཚོ་དགོས་ཡ་ཅིག་མ་འདོད་ན་ཡང་དེ་ལ་བརྟེན་ནས་འཚོ་དགོས་ཡ་ཅིག་ཆགས་བསྡད་ཀྱི་ཡོད་རེད། དེའི་ཐོག་ལ་ང་རང་ཚོ་མི་ལ་ཡ་ཅིག་བསམ་བློ་མང་པོ་བཏང་ཐུག་ཡག་གི་རྣམ་དཔྱོད་རུ་གཅིག་ད་དུས་འགྲོ་ལ་ལྟོས་དེ་ད་བསམ་གྱི་ཧ་ལས་ཡག་ཆུ་ཡེར་བ་ཡིན་དུས་ད་ནས་ད་རྣམ་དཔྱོད་ད་ག་ཟིག་ཡོད་གི་ཡོད་གི་ལས་ཡག་ད་དུས་འགྲོ་གཅིག་ལས་སྐྱོ་བ་ཅིག་བྱས་ན་ད་ཐབས་སྐྱོ་བོ་ཤར་བ་ར་ཡ་དུས་འགྲོ་དེ་དེ་རྣམ་དཔྱོད་ཡོག་མ་རེད་དེ་ཡིན་ནས་ཁོ་རང་གི་སོ་སོའི་ཅིག་ཚེ་སྐྱེལ་སྟངས་དེ་གི་རང་བཞིན་གི་གནས་སྟངས་རུ་ཁོ་མཉམ་སྡོང་ལ་བསྡད་ནས་འཚོ་དགོ་ཡག་ཅིག་ཡིན་དུས་རང་བཞིན་གི་གནས་ཚུལ་དེའི་ཐང་ནས་སྤྱི་སེམས་ཤི་ལ་ཡིན་དགོས་ཡག་ལ།

རང་སྤྱི་པ་ཡག་པོ་བྱུང་ན་སྒེར་ཡག་པོ་ཡོང་ཡོང་བ་རེད། སྤྱི་པ་བོ་ལུག་ན་རང་སྒེར་དེ་གར་བྱས་ནས་ཤུགས་མ་ཐུག་གི་ད་གྱོང་རག་བསྡད་ཡ་ཅིག་བ་དེ་འདྲ་ཡིན་པ་ཡིན་དུས་ཙང་ནས་དངོས་གནས་རང་ནས་ཀྱི་དེ་ད་ད་ཨུམ་ངས་ནམ་རྒྱུན་ལྟག་པར་བཤད་བསྡོད་ཡོད་རེད་དངོས་གནས་རང་ནས་ཀྱི་གྲོགས་པོ་ཞིག་གོ་ན་ཡང་སོ་སོས་སེམས་བཟང་པོ་བྱེད་ད། ཤ་ཚ་རྣམ་དག་གི་ད་ཕན་སེམས་ལྡན་པའི་མི་ཞིག་བྱེད་ད་གྲོགས་པོ་བློས་གཏུག་ཞིག་སླེ་གི་རེད་གྲོགས་པོ་ཏན་ཏན་ཡོང་གི་རེད། ང་རང་ཚོ་མི་ལ་ཡ་གྲོགས་པོ་ནི་གུག་ཡག་རེད་བློས་གཏུག་གུག་ཡག་རེད་གུག་གི་གུག་གི་ལ་གྲོགས་པོ་ཡོང་ཡག་དང་བློས་གཏུག་ཡོང་ཡག་གི་རྩ་བའི་གཞི་འདི་རུ་ཁོ་ཕན་པའི་བསམ་པ་གཅིག་གི་ཐོག་ནས་ཡོང་གུག་རེད་མ་གཏོགས་གནོད་འཚེའི་བསམ་པ་ཅིག་རྒྱུན་དུ་བཅངས་བྱས་བསྡད་པ་ཡིན་ན་གྲོགས་པོ་ཡོང་ཡག་ཡོང་མ་རེད་ད། ངས་ནམ་རྒྱུན་ཤི་ཡའི་མི་ཚོ་ལྟ་བ་བཤད་བསྡད་ཀྱི་རེད། རྒྱུ་ནོར་ལོངས་སྤྱོད་ལ་ཨོ་ཟོ་ཡོད་པའི་ཁུ་ཐུག་ལ་ཡ་གྲོགས་པོ་ཡོང་དོགས་ག་བ་རེད། ཡིན་ནའི་འདི་འདྲའི་གྲོགས་པོ་དེ། རྒྱུ་ནོར་ལོངས་སྤྱོད་ཀྱི་གྲོགས་པོ་ཆགས་པ་རེད་མ་གཏོགས་སོ་སོ་རང་ཉིད་ཀྱི་དངོས་གནས་ཐོག་ནས་སོ་སོ་མི་ཡིན་པའི་ཆ་ནས་མིའི་གྲོགས་པོ་ཅིག་ཆགས་ཡོད་མ་རེད། དེ་མིན་པའི་སྒྲུབ་བྱེད་ག་རེད་ལབ་ན། རྒྱུ་ནོར་ལོངས་སྤྱོད་ཇི་སྲིད་ཡོད་པའི་རིང་དེ། གྲོགས་པོ་ག་ཉེ་ལོག་ག་དེ་དེ་ཡོང་གི་རེད། ཆང་འདྲ་ཁྱི་ཡོང་ཆང་འདྲ་ཁྱི་ཡོང། རང། ཅིག་ཨ་རག་འདི་དུ་མ་ཡིན་ན་ཨ་རག་འདི་ཐ་མག་འདི་ཁྱི་ཡོང་བྱས་ན། གྲོགས་པོ་ཡིན་ཚེ་ཡོང་གི་རེད། དེའི་དེ། བསམ་བློའི་ཕུགས་རྩིས་རུ་ཁོ། སོ་སོ་ལ་ཡང་རྒྱུ་དང་དབང་རབ་རྟོག་ཟེར་བ་ཡོད་དུས་ཚང་ནས་དེའི་ཐང་ནས་ཁེ་ཕན་ཞིག་རང་ཨ་ཡོང་ཚང་ནས་ཡོང་པ་རེད་མ་གཏོགས་དངོས་གནས་ཆེ་སོ་སོ་ཤ་ཚང་ནས་ཡོང་པའི་གྲོགས་པོ་ཞིག་མེད་མ་རེད། དེ་མེད་པའི་རྟགས་དེ་ནམ་ཞིག་སོ་སོ་ན་སྐས་རྫི་དེ་རྒྱུ་ནོར་ལོངས་སྤྱོད་དེའི་ཉམས་དང་དབང་ཤུགས་དེའི་ཉམས་སོང་ན་གྲོགས་པོ་དེའི་དེ་མིག་མོག་སྟར་ཁུང་གི་རྟགས་ཡོད་མ་རེད། རེད་པ། དེ་གསལ་པོ་འདུག་ག་ཚད་དེ་འདྲ་ཡིན་པ་ཡིན་དུས་ཚང་ནས་དེ་འདྲའི་གི་མིའི་གྲོགས་པོ་དེ་རྒྱུ་ལྕགས་ལག་ལ་བརྟེན་ནས་ཡོང་བསྡད་པའི་གྲོགས་པོ་ཞིག་རེད་མ་གཏོགས་རྒྱུ་ལྕགས་ལག་གི་གྲོགས་པོ་རེད་མ་གཏོགས་མིའི་འདུ་ཤེས་ཀྱི་ཐང་ནས་ཡོང་བསྡད་པའི་གྲོགས་པོ་ཞིག་མ་རེད།

དངོས་གནས་དྲང་གནས་ཀྱི་སྲོག་སོ་ཨབ་སུ་མ་འདུས་པའི་དཀའ་ངལ་ཅིག་ཆགས་ནས་ཁ་ཐུར་དུ་མ་དེ་དང་མི་ཚེ་མ་དགུ་བདུན་ལྷག་ཡ་གཅིག་གནས་ཚུལ་ཆགས་ཡོང་དུས་དེའི་རིགས་བཏགས་ཡོང་གི་མ་རེད་གྲོགས་པོ་ང་ཡང་དུས་དུས་སྒུག་འདུག་བ། དུས་དུས་དངོས་གནས་དྲང་གནས་ཀྱི། བློས་སྐྱེལ་ས་ཅིག་དང་བློ་བཅོལ་ས་ཅིག་དང་བློ་གཏད་བྱེད་ས་ཅིག་བྱུང་ན། སྡུག་བསྔལ་དེ་ཡོང་གི་ཡོད་རེད་དེ་ཡིན་ནའི་སེམས་ཀྱི་ནང་ལོག་ནས་སྐྱོ་རོགས་ཤིག་ལས་མ་བྱུང་ནའི་ཕན་གི་ཡོད་རེད་བ། ད་དུས་དུས་ཁོ་ཐག་ལ་ངེད་ཀྱི་གྲོགས་པོ་དེ་གྲོགས་པོ་རེད་མི་འདུག་བ།